ཡི་གེ་གང་ལ་ཡང་ཞྭ་མོ་ནང་བཞིན་དོན་ཡང་རི་བ། འོ་དེ་ཞྭ་མོ་ནང་བཞིན་ཡི་གེ་གསུམ་ཡོད་པ་འདི་ནང་ནས་རང་པོ་ལག་པོ་ཆེན་ཙར་བ་དང་སང་གོ་བ་ས་གི་ཞྭ་མོ་འདི་གཡོག་ནང་འདི་གི་ནས་ཟེར་ཟེར་ན་ཡི་གེ་གོ་བ་གོ་བ་ཡོག་རེད་ཟེར་ཞུས་ན་དེ་ཟེར་རོ་ནང་སང་གོ་བཅུ་གཅིག་ཡོག་རེད་ཡི་གེ་བཅུ་གཅིག་བོད་ཡིག་ནང་ལ་ས་གི་གོ་འགྲོ་ཟེར་ཡི་གེ་བཅུ་གཅིག་ཡོག་རེད་ཟེར་བ་འདི་གི་འདྲས་རེད་ཟེར་ན་ཀ་ལ་དྲུག་རེད་ཟེར་བ་དང་པོ་དེ་ལ་ཀ་ལ་གི་འདྲས་དྲུག་རེད་ཟེར་ན་དྲུག་བྱས་ས་བྱས་ཉེས་ལ་བྲིས། ས་བཅད་འོག་འགྲེལ་དུ་སྐ་བཅད། ས་ཀ་ད་ཀ། ཟེར་བ་འདི་ཀ་ལ་དྲུག་འགྲོ་བ་ས་ཀ་ད་ཀ། ད་གཉིས་པ་འདི་ག་ལ་དྲུག་རེད། ག་ལ་ག་འདྲས་དྲུག་རེད་ཟེར་ན། ཡང་རང་ཅག་རེ་འདི་གང་རེད་ཞྭ་མོ་འདི་གཉེན་དུ་བྲིས། དེ་ནས་ཞྭ་མོ་གོན་ཉེན་གྱི་ཡི་གེ་འདི་བྲིས། ས་ག་རྟགས་ག། ད་འདི་ཀློག་དུས་སུ་པ་ས་ག་རྟགས་ལབ་དགོས་པ་བརྙན་ལ་ག་ལབ་རོགས་ས་ལ་ག་རྟགས་ལབ་དགོས་ས་ལ་ག་རྟགས་མ་རེད་པ། དེ་ནང་བཤད་པའི་ས་ག་རྟགས་ག་ལབ་དགོས་པ་འདི་མ་རེད་ད། ས་ག་རྟགས་ག། ས་དང་ག་ནི་མཉམ་དོར་རྟགས་ནི་ཤི་ནས་ཨེ་འདི་འདྲ་ལོག་བ་དེ་དྲུག་པོ་ཡོད་རེད་པ་བརྙན་ལ་ས་རེད་དེ་ནས་ག་རེད་ཨེ་འདི་ནས་ཞུ་བ་ག། ས་ག་རྟགས་ག།

ཞྭ་མོ། དེ་ནས་ཨ་ནི་ཞྭ་མོ་གོན་ཉན་གི་ཡིན་ཏེ་དྲིས་དུས། ས་པ་ཏག་པ། དེ་རང་ཅག་ལ་ས་པ་ཏག་པ། ཨ་ཨོ་ཡ། ད་དེ་ནས་བ་དེ་ཉན་ལ། འདུག་བྱས་ཞྭ་མོ་ས་དེ་དྲིས། དེ་ནས་དེ་ལ་བ་དེ་འདུག་བྱས། ས་བ་ད་བ། ས་བ་ད་བ། ཨོ་དེ་བྱས། ད་དེ་ནས་མ། གཉན་ལ། ཞྭ་མོ་དེའི་ཁྲི། དེ་ནས་ཞྭ་མོ་གོན་གཉན་གྱི། མ་དེའི་ཁྲི་རེ་བ་འདུག་ཟེར། ས་མ་ད་མ། ས་མ་ད་མ། ཨོ་ཡ་དེ། ད་ཐ་མ་དེ་ས་ཙ་ད།

གང། ས་ག་ད་ག། འགག་ཆགས་བཟང་སྟེ་འགག། ག། འགག། ང། ས་ང་ད་ང། ང། ན། སྒྲ་སྒྱུར་བཟོ་བ། ཉག། ས་ཉག་ད་ཉག། ཉག། ཉག། སྒྲ་སྒྱུར་བཟོ་བ། ཉག། ཉག།